ནི་རླུང་ནི་ངོ་བོའི་སྒོ་ནས་རྣམ་པ་བཅུས་རླུང་གི་ཆུ་འཁོར་ལ་བ་དེ་ལ་ནི་ངོ་བོའི་སྒོ་ནས་དབྱེ་བ་བྱེད་པ་ཡིན་ན་གོ་རེ། རྩ་བའི་ཆ་ནས་ནི་དབྱེ་བ་བྱེད་ན་ནི་ག་ཚོད་ཡོད་པ་རེད་ལབ་ན་རྣམ་པ་བཅུ་ཟེར་ནས་ནི་བྱེ་བྲག་ཅིག་ཅར་འདུ་བ་རྣམ་པ་བཅུའི་ཨ་ནི་ལེགས་སོང་ཟེར་ལབ་པ་རེད། ག་རེ་གསུང་གི་ཡོད་པ་རེད་ལབ་ན་རླུང་གི་བྱེད་འཁོར་ལབ་པ་དེ་ལ་ཆ་ཆུ་བཅུ་དང་ལྡན་པའི་སངས་རྒྱས་ཀྱི་གསུང་ད་དོན་དག་རྡོག་རྡོག་དེ་འདྲ་བྱེད་པ་རེད་ཆ་ཆུ་བཅུ་དང་ལྡན་པའི་ཨ་ནི་སངས་རྒྱས་ཀྱི་དབྱངས་དག་པར་གསུངས་པ་དེ་ཡི་དགོངས་འགྲེལ་བསྟན་བཅོས་སངས་རྒྱས་ཀྱི་བཀའ་དང་བཀའ་ཡི་དགོངས་པ་འགྲེལ་བའི་བསྟན་བཅོས་བཅས་ནི་ཨ་ནི་རླུང་གི་བསྟན་པ་ལ་ཨ་ནི་དེ་གཉིས་ཀ་ཡོད་པ་རེད། བལྟས་སོང་བ་རེད། ལྷག་པ་གསུམ་བརྒྱུད་ཨ་ནི་ངག་ཚིག་དྲི་མ་མེད་ཟེར་ལབ་པ་རེད། ངོ་བོ་ཡོད་པར་བྱས་པ་ཡིན་ན་སངས་རྒྱས་ཀྱི་བཀའ་དང་བསྟན་བཅོས་དེ་ཡི་དགོངས་པ་འགྲེལ་བའི་བསྟན་བཅོས་གཉིས་ཡོད་པ་རེད། བརྗོད་བྱ་དགའི་དབང་དུ་བྱས་ན་ཨ་ནི་ལྷག་པ་གསུམ་བརྒྱུད་པའི་སྡེ་སྣོད་གསུམ་ཡོད་པ་རེད། ལྷག་པ་སུམ་བྷ་གུ་བོར་བ་ལྷག་པ་ཚུལ་ཁྲིམས་ཀྱི་ལྷག་པ་དང་ལྷག་པ་ཏིང་ངེ་འཛིན་གྱི་ལྷག་པ་ལྷག་པ་ཤེས་རབ་ཀྱི་ལྷག་པ་བརྗོད་བྱའི་སྒོ་ནས་འཆད་པ་ཡིན་ན་ལྷག་པ་གསུམ་བརྗོད་པའི་སྡེ་ནི་གསུམ་ཡོད་པ་རེད། ཨཱ་ནི་རྗོད་བྱེད་ཀྱི་དབང་དུ་བྱས་པ་ཡིན་ན་ངག་ཚིག་དྲི་མ་མེད། ཨཱ་ནི་ཚད་མ་གསུམ་ལྡན་ཟེར་ལབ་པ་རེད། ཨཱ་ནི་རྗོད་བྱེད་ཚིག་གི་དབང་དུ་བྱས་པ་ཡིན་ན་དྲི་མ་སྐྱོན་དང་བྲལ་བ། ད་འདི་སྐབས་ཀྱི་དྲི་མ་ལ་རྦད་དེ་སྐྱོན་ནི་ཨ་ནི་འཇུག་གི་རེད་དེ་འདྲ་ཡིན་ཙང་ཨ་ནི་སྐྱོན་དང་བྲལ་བ། ཨ་ནི་ཚད་མ་གསུམ་དང་ལྡན་པ་ཞེས་ལབ་པ་རེད་ཚད་མ་གསུམ་དང་ལྡན་པ་ལབ་པ་དེ་ཨ་ནི་དངོས་བསམ་གྱི་ཚད་མ། རྗེས་དཔག་གི་ཚད་མ་རླུང་ཚད་མ་ཞེས་ལབ་པ་རེད་ཨ་ནི་དེ་གསུམ་དང་ལྡན་པ་ལབ་དེ་དེ་གསུམ་གྱི་གནོད་པ་མེད་པ། དཔེར་ན། མཐོང་བ་མངོན་གྱུར་བསྟན་པའི་ཆ་ལ་མངོན་བསམ་མཚན་མའི་གནོད་པ་མེད་པ། ཅུང་ཟད་ལྐོག་གྱུར་བསྟན་པའི་ཆ་ལ་རྗེས་དཔག་མཚན་མའི་གནོད་པ་མེད་པ། ཤིན་ཏུ་ལྐོག་གྱུར་སྟོན་པའི་ཆ་ལ་རླུང་མཚན་མའི་གནོད་པ་མེད་པ་ཟེར་རྣམ་མཁྱེན་དེ་འདྲ་གསུངས་པ་རེད། དོན་དག་རྡོག་རྡོག་ཨེ་ནས་མཚན་མ་ཡང་དག་གི་ཨེ་ནས་བལྟས་པ་ཡིན་ན་གནོད་པ་མེད་པ་དེ་འདྲ་གཅིག་གོ་གི་རེད། བརྗོད་བྱའི་ཚིག་གི་དབང་དུ་བྱས་པ་ཡིན་ན། རླུང་གིས་བསྟན་པ་ལ་འབྲས་བུའི་དབང་དུ་བྱས་པ་ཡིན་ན་ཐོག་མཐའ་བར་དགེ་བ་ཟེར་ལབ་པ་རེད། ཨ་ནི་དེ་གར་ལབ་དགོས་ཟེར་ན་ཐོག་མར་དགེ་བ་པར་དུ་དགེ་བ་ཐ་མར་དགེ་བ། གར་རླུང་ག་རེ་ལབ་གི་ཡོད་པ་རེད་ལབ་ན་མི་གཅིག་གིས་སངས་རྒྱས་ཀྱི་རླུང་གི་བསྟན་པ་ལ་ཐུགས་བསམ་སྒོམ་བསམ་བྱས་པ་ཡིན་ན་དང་པོ་ནས་གསུམ་དེ་ཨ་ནི་དགེ་བའི་ལམ་ལ་བཀོད་པ་པར་དུ་ཡང་དགེ་བའི་རང་བཞིན་ཡིན་པ་ཐ་མ་ཡང་དགེ་བའི་འབྲས་བུ་མཐར་ཐུག་པ་དགྲ་བཅོམ་པའི་གོ་འཕང་འམ་ཡང་ན་སངས་རྒྱས་ཀྱི་གོ་འཕང་ལ་སོགས་པ་ཐོབ་པ་འོ་དེ་འདྲ་ཅིག་ལ། ཐོག་མཐའ་བར་གསུམ་དུ་དགེ་བ་དེ་འདྲ་ཅིག་རེད། ཨ་ནི། བདག་རྐྱེན་གྱིས་བདག་རྐྱེན་གྱི་དབང་དུ་བྱས་ན་ཟེར་བར་བདག་རྐྱེན་ལ་བར་འདི་རྒྱུ་གཙོ་བོ་ཟེར་དེ་འདྲ་ཅིག་གི་གོ་བ་ལེན་ནི་འགྲིག་གི་རེད་རྒྱུ་གཙོ་བོ་བྱུང་ས་གཙོ་བོ་འབྱུང་ཁུངས་གཙོ་བོ་དེ་དབང་དུ་བྱས་པ་ཡིན་ན། ཤེལ་ནས་གསུངས་པ་དང་ཟེར་བ་རྒྱུ་འབྱུང་ས་གི་གཙོ་བོ་འབྱུང་ཁུངས་ཀྱི་གཙོ་བོའི་དབང་དུ་བྱས་པ་ཡིན་ན་སངས་རྒྱས་ཀྱི་ཤེལ་ནས་གསུངས་པ་སངས་རྒྱས་ཀྱི་དངོས་སུ་གསུངས་པ་དཔེར་ན་ཤེར་ཕྱིན་གྱི་མདོ་བསྡུ་བ་དང་གསང་སྔགས་ལ་བྱེད་པ་ཡིན་ན་འཇགས་པ་མཚམས་གཅོད་ལྟ་བུ་བཤད་ནས་གསུངས་པ་རེད། དེ་ལ་སྐོར་བཤད་ནས་གསུངས་པ་དང། སྐུ་གསུང་ཐུགས་བྱིན་རླབས་དང་སྦྱིན་ན་ངོ། མདོར་ན་སངས་རྒྱས་ཀྱི་གསུང་ལ་ག་ཚོད་ཡོད་པ་རེད་ལབ་ན་བཤད་ནས་གསུངས་པའི་བཀའ། ཕྱིན་རྗེས་བསླབ་པའི་བཀའ། རྗེས་སུ་གནང་པའི་བཀའ་བཅས་ནས་བཀའ་རིགས་མ་འདྲ་བ་གསུམ་ཡོད་པ་རེད། བདག་རྐྱེན་གྱི་དབང་དུ་བྱས་ན། ཨ་ནི་དེ་ནང་ལོགས་ནས་སྐུ་ཡི་སྒོ་ནས་བྱིན་གྱིས་བརླབས་པ། གསུང་གི་སྒོ་ནས་བྱིན་གྱིས་བརླབས་པ། ཐུགས་ཏིང་ངེ་འཛིན་གྱིས་བྱིན་གྱིས་བརླབས་པ་ཟེར་ནས་ཨ་ནི་བྱིན་གྱིས་བརླབས་པ་དེ་ལ་གསུམ། ཨ་ནི་སྐུ་དགོས་སྐུ་ཡི་སྒོ་ནས་བྱིན་གྱིས་བརླབས་པ་བརླབས་ཏེ་སངས་རྒྱས་ཀྱི་ཆ། ཨ་ནི་གདུལ་བྱ་དེ་འདྲའི་གི་ཨ་ནི་དབུ་ལ་ཨ་ནི་མགོ་ལ་བཞག་པ་དང། ཨ་ནི་སངས་རྒྱས་ཀྱི་གང་དགོངས་ཀྱི་ཡོད་པ་སངས་རྒྱས་ཀྱི་སེམས་ལ་ག་རེ་ཤར་ཡོད་པ་དེ་ཨ་ནི་གདུལ་བྱ་དེ་མ་བརླབས་འགྲོ་བ་དེ་འདྲ་ཅིག་ལ་ཨ་ནི་སྐུ་ཡི་སྒོ་ནས་བྱིན་གྱིས་བརླབས་པ། ཨཱ་ནི། གསུང་གི་སྒོ་ནས་བྱིན་གྱིས་བརླབས་པ་བརླབ་ཏུ་ཨཱ། དཔེར་ན་སངས་རྒྱས་ཀྱི་འཇམ་པའི་དབྱིངས་ལ་འདི་འདྲ་འདི་འདྲ་ཅིག་གསུངས་ཤོག་ཟེར་ལབ་ཏུ་ཨཱ་ནི། འཇམ་པའི་དབྱིངས་ཀྱི་རང་ཤུགས་ཀྱིས་ཨཱ་ནི་སངས་རྒྱས་ཀྱི་ཐུགས་ལ་དགོངས་ཀྱི་ཡོད་པ་དེ་འཇམ་པའི་དབྱིངས་ཀྱིས་གསུངས་བཞག་པ་ཡིན་པ། འོ་དེ་འདྲ་གསུང་གི་སྒོ་ནས་བྱིན་གྱིས་བརླབས་པ། ཐུགས་ཏིང་ངེ་འཛིན་གྱིས་ཕྱིན་ཅི་ལ་བར་ཞེས་ལབ་ཏུ། སངས་རྒྱས་ཏིང་ངེ་འཛིན་ལ་མཉམ་པར་བཞག་པའི་སྟོབས་ཀྱིས། གདུལ་བྱ་རྣམས་ཀྱི་སངས་རྒྱས་ཀྱི་སྐབས་དེ་གི་ཐུགས་དགོངས་ལ་ག་རེ་ཤར་ཡོད་པ་དེ་གདུལ་བྱ་བགེགས་དྲུག་གི་ཞལ་ནས་གསུངས་པ། དཔེར་ན་སངས་རྒྱས་ཏིང་ངེ་འཛིན་ལ་མཉམ་པར་བཞག་པའི་སྐབས་སུ་ཤཱ་རིའི་བུ་དང། སྤྱན་རས་གཟིགས་གཉིས་ཀྱིས། བྱི་བ་དྲིས་ལན་བྱས་ནས་ཤེས་རབ་སྙིང་པོ། གསུངས་པ་རེད། འོ་དེ་ལྟ་བུ་ཡིན་ན་སངས་རྒྱས་ཀྱི་གསུང་རེད་ག་འདྲའི་རེད་ལབ་ན་ཕྱིན་ཅི་ལབ་པའི་གསུང། ཐུགས། ཏིང་ངེ་འཛིན་གྱི་ཕྱིན་ཅི་ལབ་པའི་བཀའ་འོ་དེ་རེད་དེ་ཡོད་པ་རེད། རྗེས་སུ་གནང་པའི་བཀའ་ལབ་ན་འདི་སྐད་བདག་གིས་ཐུགས་པ་ཏུ་གཅིག་ན་ཟེར་བ་དེ་འདྲ་བུ་ཡིན་ན་བཀའ་བསྡུ་བའི་སྐབས་སུ་གསུངས་བཞག་པ་ཅིག་རེད་བ། དེ་ཤཱ་རིའི་བུས་གསུངས་པ་མ་རེད་ལ་སྤྱན་རས་གཟིགས་ཀྱིས་གསུངས་པ་མ་རེད་བ། འདི་སྐད་བདག་གིས་ཐུགས་པ། ཏུ་གཅིག་ན་ཟེར་བ་དེ་བཀའ་བསྡུ་སྐབས་སུ་རྗེས་སུ་སངས་རྒྱས་མྱ་ངན་ལས་འདས་པའི་འདས་པའི་རྒྱུད་རྗེས་སུ་བཀའ་བསྡུ་བའི་སྐབས་སུ། བཀའ་སངས་རྒྱས་ཀྱི་བཀའ་དེ་ཡིག་ཐོག་ལ་སྦས་པའི་སྐབས་སུ་དགྲ་བཅོམ་པ་རྣམས་ཀྱིས་དེའི་སྒང་ལ་སྣུམ་པའི་རྒྱབ་བཞག་པ་ཅིག་རེད་བ། དེ་འདྲ་བ་དེ་ནི་སངས་རྒྱས་ཀྱི་དེ་འདྲ་བྱེད་ཆོག་གི་ཡོད་ཟེར་ནས་བཀའ་གནང་བཞག་པ་དེ་འདྲ་ཞིག་རེད། དེ་ལ་རྗེས་སུ་གནང་བའི་བཀའ་ཨ། དེ་འདྲ་ཅིག་རེད།